བཅུ་གཅིག་པའི་སློབ་གཉེར་བ་ཡོངས་ལ་འཚམས་འདྲི་བསྔགས་བསྐྲུན་བདེ་ལེགས་ཞུ་གི་ཡོད། ད་ལྟའི་རིང་གི་སློབ་གསོའི་དབུ་འཛུགས་མ་ཞུས་པའི་སྔོན་ལ་ཁ་སང་ཕྱིན་པའི་སློབ་ཚན་དུ་འདུག་རྗེས་ཀྱི་བཤད་པ་ཡིན་ན། ཁ་སང་ང་ཚོ་ཤོ་ལོ་ཀ་རྙིང་པ་ཇེ་སྙོད་གཉིས་ཕྱིན་པ་དེ་དང་པོ་དེ། ག་རེ་ཟུར་ཟླ་བ་ཡིན་ན། མིའི་སྤྱི་ཚོགས་ཀྱི་ནང་ལ་དམིགས་དོན་ངན་པ་མ་བསྟན། ཁྱེད་རང་གི་དགྲ་ལ་ཡང། ག་ས་སྒྲ་ཞིག་ཡོད་པ་ཡིན་ན་དེ་ལ་ག་དུས་ཡིན་ན་ཕ་བཤད་བཤད་པར་མ་བསྡད། སྙིང་ལ་ཡང་བྱམས་པོ་བྱམས་བརྩེ་ཡོད་ནི་སེམས་ནང་ན་ཞོག་ཤིག་མི་གཞན་པའི་ཁྲི་ལ་བསྟོད་བསྔགས་མ་བཏང། འང་མི་ངན་པ་ཅིག་ཡོད་པ་ཡིན་ན་རང་གི་དགྲ་བོ་བྱེད་པ་ཡིན་ན་མི་གཞན་པའི་ཁྲི་སུ་སླེབས་པའི་སྐབས་ལ་མི་གཞན་པའི་ཁྲི་སླེབས་པའི་སྐབས་ལ་ཁོའི་ཡོན་ཏན་བརྗོད་པ་མ་གཏོགས་ཁོའི་གི་སྐྱོན་ཤ་དང་བརྗོད་རྒྱུ་བ་མ་དེ་འཇིག་ཕྱིན་པ་རེད། དེ་ནི་ང་ཚོའི་སྤྱི་ཚོགས་ནང་ལ་གླེགས་མོ་བ་ཁྱེད་རང་དཔོན་པོ་གྱུར་པའི་སྐབས་ལ་མི་ཆེན་པོ་ཆགས་པའི་སྐབས་ལ་སྐད་ཆ་བཤད་སྟངས་དེ་གཏམ་དགུ་འཛུམ་སུ་གཏམ་གཏམ་སྐད་ཆ་བཤད་པའི་ག་ལ་འཛུམ་དུ་བྱེད་པ་འགོས་སུ་མཇུག་མ་དག་གི་ལོང་ག་ལས་གར་མཇུག་སྡུད་བྱས། བཤད་ཡག་གི་གནད་འགག་དེ་གར་ཡིན་པ་དེ་ཏག་ཏག་བཤད་ཤོག་སུ་འབྲེལ་མེད་དེ་འདྲི་མ་བྱས། འོ་དེ་སོ་བ་ཁ་སང་འགྲོ་བ་རེད་ད་དེ་རིང་ང་ཚོ་འགྲོ་ཡ་དེ་ཤོ་ལོ་ཀ་གཉིས་འགྲོ་ཡ་ཡིན། གཉིས་འགྲོ་ཡ་ནང་ནས་ཤོ་ལོ་ཀ་བརྒྱད་པ་དང་དགུ་བ་གཉིས་འགྲོ་ཡ་གི་ནང་ནས་དང་པོ་བརྒྱད་པའི་གི་ཚིག་དོན་དེ་བཤད། དེ་ནས་མར་འགྲེལ་བཤད་དུ་མར་བརྒྱབ་དག་གནང་ཞིང་སྒུལ་བོད་ཀྱི་ཚིག་དོན་དེ་བཤད་ནས་འགྲེལ་བཤད་མར་ལ་བརྒྱབ་གི་ཡིན། བྱས་ཙང་འདི་ནང་ལ་དུས་ཚོད་ཞེ་དྲག་ཡོད་མ་རེད་སྐར་མ་བཅོ་ལྔ་ལྷག་ཡོད་མ་རེད། ཡིན་ན་ཡང་དེའི་ནང་དོན་གང་ཡིན་པ་དེ་འགྲེལ་བཤད་རྒྱག་ཐུབ་པ་དང་མགོ་ཚོས་པ་བྱས་ནས་མ་ཤེས་ཡོད་ན་ཚུར་སྐད་ཆ་དྲིས་རོགས་ཐེངས་མང་པོ་ཞུས་ཡིན་དེ་སྐད་ཆ་དྲིས་ཡིན་ཟེར་རྒྱུ་མི་འདུག།

དེ་ནི་ཉམས་མྱོང་ཅན་ལ་ཟེར་ཉམས་མྱོང་ཅན་ཤེས་བྱ་ཡོན་ཏན་ད་ག་ཙམ་མེད་པ་ཡིན་ནའི་ཉམས་མྱོང། ཉམས་ཅན་ཟེར་ན་ཉམས་མྱོང་ཅན་ལ་སྐད་ཆ་དྲིས་ལབ་རེད། དེ་ནི་ཞི་བ་དེ་ཤ་ར་ལ་ཤ་ཚ་ཡོད་པ་ལ་སྐད་ཆ་དྲིས་ལབ་རེད་བ། སོ་སོ་ལ་ཤ་ཚ་ཡོད་མཁན་ཞིག་ལ་སྐད་ཆ་དྲི་བ་ནི་ཕ་ཕྱོགས་མི་དེ་གིས་སོ་སོ་ལ་ལམ་སྟོན་མ་ནོར་བ་བྱེད་ཀྱི་རེད་བ། སོ་སོ་ལ་ཤ་ཚ་མེད་དགག་དོན་ནི་ཁྱོད་རང་ལ་མ་དགག་པའི་མི་ཞིག་ལ་སྐད་ཆ་དྲི་བ་ཡིན་ན་ཁོས་གང་ཚེ་བག་ལམ་སྟོན་དུས་ལམ་སྟོན་བྱེད་པའི་ལམ་སྟོན་ཀྱོག་ཀྱོག་བྱེད་སྲིད་པར་བ། ཨོའོ་བྱེད་ས་ཁྱེད་དང་རྒན་རབས་མཉམ་བརྗེ་ཤ་ཚ་དྲི་འདུག་བ། འདུག་བ་དང། འདི་ཟླ་བ་ག་ཟེ་སོ་སོ་རང་ལས་རང་ལས་ན་སྟབས་དགའ་འདི་པར་འགྲོ་སོང་འདི་འདི་པར་འགྲོ་སོང་གྲོ་བསྡུ་ཁྱུར་མོ་འཇོག་སོང་གྲོ་བསྡུར་ལེགས་པོ་ཡོང་ཕྱིར་རང་ལས་ན་སོ་རྒན་པ་རང་ལ་ན་སོ་རྒན་པ་ཉམས་མྱོང་ཅན་ཤ་ཚ་ཤ་ཚ་ཡོད་མཁན་རྣམས་ལ་སྐད་ཆ་དྲི་དགོས་འདུག་ད་དེས་གསུངས་པ་དེ་གྲོ་ཐིལ་རེ་ཤིག་མ་ཤིག་བསྒྱུར་དུ་བཏུབ་ཟེར་ཚོགས་འདུར་གྲོས་ཆོད་གང་བྱུང་བའི་སྙིང་པོ་རྣམས་རེད་བ། ཚོགས་འདུའི་ནང་ལ་གྲོས་ཆོད་གང་བྱུང་བའི་གྱི་གའི་ཐག་གཅོད་བྱང་བཀོད་གང་བྱུང་བའི་གྱི་སྙིང་པོ་རྣམས་དང། སྙིང་པོ་རྣམས་རེ་ཞིག་ཟེར་ན་གནས་སྐབས་རེ་ཞིག་མ་ཤེས་རེ་ཞིག་མ་ཤེས་ག་རེ་ཟེར་ན་ལབ་རེ་རེ་ཞིག་མ་ཤེས་ག་རེ་ཡིན་ཟེར་ན་གང་ལ་གང་ལ་ཞེས་ན་ག་རེ་ཟེར་ན་སླད་མ་འོངས་པར་འགྱུར་བཅོས་གཏང་དགོས་གཏང་དགོས་འགྱུར་བཅོས་གཏང་དགོས་ཡོང་སྲིད་འདུག་སླད་མ་འོངས་པར་ཚོགས་འདུའི་གྲོས་ཆོད་དེ་ཚོ་ལ་འགྱུར་བཅོས་འགྱུར་བཅོས་གཏང་ག་འགྱུར་བཅོས་ཡང་གཏང་དགོས་ཡ་གི་གནས་སྐབས་ཡོང་སྲིད་པ་རེད་གནས་ཚུལ་ཡོང་སྲིད་པ་རེད་ལབ་རེ་ཡོང་སྲིད་ལབ་རེ་དེ་ནི་འོག་དེ་ལ

ཇི་ཙམ་བསམ་བློ་མང་བ་དེ་ཙམ་གྱིས་ནོར་འཁྲུལ་ཉུང་བ་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་སླད་མ་འོངས་པར་ཚོགས་འདུ་འཚོགས་དགོས་བྱུང་སོང་ན། དཀྲུགས་ཤིང་བྱེད་མཁན་གྲོས་བསྡུར་ཚོགས་འདུ་ནང་ལ་མ་བཅུག། ཚོགས་འདུ་དེ་ཚགས་ཚུད་པོ་ཡོང་བའི་ཆེད་དུ་མཁས་པ་དང་རྒན་པ་རང་ལ་མཁས་པ་རང་ལ་རྒན་པ་ཉམས་མྱོང་ཅན་ཤ་ཚ་སྐད་ཆ་དྲིས། གྲོས་མཐུན་རེ་གྲོས་ཀྱི་སྙིང་པོ་དེ་གནས་སྐབས་མ་ཤེས་པར་ཤོག་སྐད་ལས་མང་པོ་འགྱུར་བཅོས་གཏང་དགོས་ཡོང་སྲིད་པ་རེད། གྲོས་བསྡུར་བྱེད་པའི་སྐབས་ལ་ག་ཚད་བསམ་བློ་མང་བོ་བཏང་བ་ཡིན་ན་ཡང་བསམ་གཞིགས་མང་པོ་བྱས་པ་ཡིན་ན་ནོར་འཁྲུལ་ཉུང་ང་ཡོད་རེད་ཟེར་བ་དེར་གྲོས་བསྡུར་ང་ཚོ་ཚོགས་འདུ་ཚགས་ཚུད་པོ་ཡོང་ཆེད་དུ་དེ་ཡི་གི་ལབ་ཅག་རེད་འདུག་ཨ། ད་དེ་རིང་གི་གཉིས་པ་དེ་ཡིན་ད་དེ་རིང་གི་གཉིས་པ་དེ།

སྐབས་སོ་སོ་ལ་ཆ་བཞག་ནས་ཞིབ་མོར་དཔྱོད་བརྟག་དཔྱད་ཡག་པོ་ཞིབ་མོར་དཔྱོད་ཟེར་ན་བརྟག་དཔྱད་ནན་ཏན་ཞིབ་མོར་དཔྱོད་ཞིབ་མོར་དཔྱོད་བརྟག་དཔྱད་ནན་ཏན་བོ་ར་ཏོ་ད་ཏག་ཀ་ཏག་བོ་བོ་ར་ཏོ་ད་ཏག་ཀ་ཏག་དོ་པའི་ད་ཅག་ད་ཅེ་ན་ན་ནན་གཏད་རྒྱ་ནན་པོ་བྱེད་པ་ཞིབ་མོར་དཔྱོད་དཔྱོད་ཏོ་ཅོ་ཅོ་དེ་རེད་དོ། ཕྲན་བུ་ཟེར་ན་ཉུང་ཉུང་ཕྲན་བུ་ཟེར་ན་ཉུང་ཉུང། མང་པོ་གི་མང་པོ་གི་ལྡོག་ཕྱོགས་ཕྲན་བུ།

མོས་སྟབས་ཉེན་ཁ་དེ་སོ་སོ་དང་དུ་ལེན་ནས་ཁར་བྱུང་ན་བྱུང་བསམ་གཅིག་ཉེན་ཁ་ལ་དམག་རྩིས་བྱས་ནས་ཨོར་དུམ་ཆེན་བཙལ་འཇོག་དང་རིས་ཀྱི་ལེན་པ་བསལ་འཇོག་རོགས། དཔེར་ན་ཆ་ཤས་པ་ཡིན་ན། རི་བོ་དཀར་ས་འདི་རི་མཐོ་བོ་གཅིག་གི་སྒང་ལ་རི་ཧ་ཅང་གསར་བོ་གཅིག་གི་སྒང་ལ་རྩ་རྩ་དུས་སུ་ཡོད་པ་ཡིན་ན། ར་གཅིག་གི་ཕག་ནས་ར་གཅིག་གི་རྩ་དེ་ལེན་ཡག་གི་ཆེད་དུ་རིའི་སྒང་ལ་ཕྱིན་པ་ཡིན་ན་ཁོ་འབྲས་ཐག་ཤོར་ནས་གཡང་ལ་ལྷུང་ས་ཟག་སྲིད་པ་རོགས། བྱས་ཙང་ཁོས་སྲོག་ལ་སྡོད་ཙང་སྲོག་ལ་གང་ཅིའི་ཉེན་ཁ་དེ་སླེབས་ནས་གང་བྱེད། སྲོག་ལ་སྲོག་ལ་ཉེན་ཁ་ཡོད་པ་ཡིན་ན་ཉེན་ཁ་དེ་ལས་ཁོས་ཉེན་ཁ་དེ་ཚུར་དུ་ལེན་ལེན་ཉེན་ཁ་དེ་ལ་གང་མ་སོང་ན་གདོང་གདོང་ལེན་སེ་དགོས་རེད་ཉེན་ཁ་དེ་ལ་ཉེན་ཁ་རེ་བྱུང་རྗེས་ཨོར་དུམ་ཙིར་བྱས་ཆོག་ཉེན་ཉེན་དོ་ཟེར་ན་ཨོ་དེ་རེད་ད་རིས་ཀི་ཨིན་ཇི་ཀ་རིས་ཀི་ལེན་པ་ཟིག་དོ་ཨོ་དེ། ཨ་གཏམ་ངན་སོང་སྤྱི་ཚོགས་ནང་ལ་གཏམ་བཟང་དང་གཏམ་ངན་གཉིས་ཡོད་རེད་བ། ཁྱེད་རང་གིས་ལག་ལས་ཀ་བཟང་པོ་བྱེད་པ་དེ་གཞན་ལ་ཕན་པའི་ལས་ཀ་བཟང་པོ་བྱེད་པ་ཡིན་ན་གཏམ་བཟང།

ཤ་ལ་ཆགས་ནས་ཤ་ཟ་ཤ་ལ་བསྲེས་ནས་ཤ་ཟ་ཟེར་དུས་བསྲེས་པ་བསྲེས་པ་ཟ་རེད་དྲ་ཟ་འབྲིང་པོ་བསྲེས་ཏེ་ཟེར་འབྲིང་པོ་རེད་ད་གི་དབུས་མ་རེད་བསྲེས་པ་ཟེར་ན་ཆགས་པ་རེད་ཆགས་ཀ་ཟེར་ཅིག་ཤ་ལ་ཤ་ལ་སེམས་ཆགས་པ་ཤ་ལ་སེམས་སེམས་ལ་ལྷ་ཤ་ལ་བསྲེས་པ་ཤ་ལ་ཤ་ལ་ཆགས་པ་ཟེར་ཅོག་དེ་རེད་ད་འདི་ནང་ལ་ཚིག་རྐང་གསུམ་མ་ད་ཡོད་མ་རེད་ད་ངས་གསལ་བཤད་བྱེད་བྱེད་འདུག་སྤྱིར་བཏང་ང་ཚོ་ཚིགས་བཅད་གཅིག་ལ་ཚིག་རྐང་བཞི་ཡོད་སྲིད།

རང་ལ་སྐབས་ནས་ཞིབ་མོར་དཔྱོད། ཆེན་པོའི་ཁེ་ལ་བརྟེན་ནས་ཉན་འདོད་དང། གཏམ་ངན་མི་བསམ་འདོད་ལ་སྲེད་པའི་ཕུང། འདུ་བ་ཞེས་པའི་འགྲེལ་བཤད་ནི། ཞེས་པའི་ཚིག་རྐང་གསུམ་གྱི་འགྲེལ་བཤད་ནི། ཚིགས་བཅད་ལ་མི་འདོད་ཚིག་རྐང་ལ་འདོད། ཚིགས་བཅད་ཀྱི་ཚིག་དར་ཚ་ཀུ་ཚིག་ཀ་སེ་ཚིག་པོ་ལྕགས་དང་བཅས། ཚིག་རྐང་གཅིག་གི་ཚིག་རྐང་ཚ་ཚ་ཀུ་ཀ་ཚིག་ར་ཀ་དག་ཀང་ཚིགས་བཅད་གཅིག་ལ་ཚིག་རྐང་བཞི། ཚིགས་བཅད་གཅིག་ལ་ཚིག་འདི་ལ་ཚིག་རྐང་གསུམ་མོད་མི་འདུ་བ། ཚིག་རྐང་གསུམ་མེད་པར་དེ་ནི་ཚིགས་བཅད་ཆགས་ཡོད་མ་རེད་ཚིག་རྐང་གསུམ་གྱི་འགྲེལ་བཤད་བསླབ་རེད། འགྲེལ་བཤད་ནི་བསླབ་རེད། མི་གཞན་གྱི་སྡོད་སར་རང་བཞག་ནས་བརྟག་དཔྱད་ནན་ཏན་བྱེད་དགོས། འདྲི་བ། མི་གཞན་པའི་མི་ག་ས་མི་མི་གཞན་གྱི་སྡོད་ས་ལ་རང་བཞག་ནས་བརྟག་དཔྱད་ཡག་པོ་བྱེད་དགོས་ར་དཔེར་ན་ང་ཚོ་སིག་འདུ་བ། ཨིན་ཇི་སྐད་ནང་ལ། ལྷམ་གོག་ནང་ལ། ཟེར་སྐད་ཟུག་གི་ཡོད་ཡོད་མེད་དེ་ལྷམ་གོག་གོན་དེ་གོན་གི་དེ་ཞིག་རེད་ལབ་ར་བ།

ཞེས་པའི་ཚིག་རྐང་གསུམ་གྱི་འགྲེལ་བཤད་ནི་མི་གཞན་གྱི་སྡོད་ས་རང་ཉིད་ཤར་ནས་རང་ཉིད་ཤར་ནས་བརྟག་དཔྱད་ནན་ཏན་བྱེད་དགོས་ཟེར་བ་ངས་སྐད་ཆ་དེ་ལབ་པ་ཡིན་ན་གལ་ཏེ་ང་ཁོ་དོན་འགྲུབ་ཁྱེད་རང་དོན་འགྲུབ་ལ་སྐད་ཆ་ངན་པ་ཞིག་ལབ་པ་ཡིན་ན་གལ་ཏེ་ང་རང་དོན་འགྲུབ་ཡིན་པ་ཡིན་ན། ཁོས་ང་ལ་སྐད་ཆ་དེ་ལབ་པ་ཡིན་ན་ང་ག་རེ་ཆགས་ས་རེད་སེམས་ནང་ཚོར་བ་ག་རེ་ཡོང་ས་རེད་འོ་དེ་མིག་དཔེ་ཤེས་ལ་ཤེས་མོར་བྱོས་སོ་དེ་རེད་དོ། སྡོད་ས་རང་ཤར་ནས་བརྟག་དཔྱད་ནན་ཏན་ནན་ཏན་བྱེད་དགོས། དེ་རྒྱུ་མཚན་ཤེས་ནས་ཡིན་སུ་རང་གི་མི་ཤེས་ལ་ཅིག་ནག་པོ་བྱེད་ཡ་དེ་མི་ཤེས་ལ་སྡུག་ཅག་ལབ་ཡ་ཨ་ཨ་དེ་འདྲས་བྱས་ན་ཡག་པོ་མི་འདུག་སེམས་ཅད་ཐང་ཐམས་ཅད་བདེ་བ་འདོད་པ་སྡུག་བསྔལ་མིན་པ་གཅིག་པུ་གཅིག་རྐྱང་རེད་ང་བདེ་བ་འདོད་པ་ནང་བཞིན་ཕ་ཆོག་བདེ་བ་འདོད་གི་ཡོད་ང་སྡུག་བསྔལ་མི་འདོད་པ་ནང་བཞིན་ཕ་ཆོག་སྡུག་བསྔལ་འདོད་གི་ཡོད་མ་རེད་བསམ་ནས་བྱས་ཟ་འོ་དེ་མིག་དཔེ་རང་ལ་བཀར་ནས་ཞིབ་མོར་བྱས་ངས་སྐད་ཆ་དེ་ལབ་པ་ཡིན་ན་གལ་ཏེ་ང་རང་ཁོའི་ས་ཆ་ལ་ཡོད་ང་ག་བྱ་བ་ཞིབ་མོར་བྱོས་དེ་ངེས་པར་འཛེམ་ཡག་བྱོས་ར་བ་འོ་དེ་ར།

དཔེར་ན་ཉིན་ལྷ་ཡིན་པ་དཔེར་ན་རི་མཐོ་པོ་གཅིག་གི་སྒང་ལ་རྩྭ་ཁམ་བཀང་མ་གཏོགས་མེད་པ་ཡིན་ན་རྩྭ་ཁམ་བུ་བཀང་མ་གཏོགས་མེད་པ་ཡིན་ན་རི་དེ་རྩྭ་གམ་བུ་ཕག་གི་རི་བེམ་དབྱངས་གསར་བུ་ཞེས་པ་དེའི་སྒང་རྩྭ་དེ་རྩྭ་ཟག་འགྲོ་སོང་ན་ཁོ་འདྲེ་དག་ཤོར་ནས་མ་ཤོར་ནས་ཁོའི་ས་རྩྭ་དཔེ་མི་སྲིད་ཁམ་ཁམ་བུ་གང་ལ་ཆགས་ནས་ཕར་ལ་ཉེན་ཁ་ལ་ག་ས་ག་ཚོད་ཉེན་ཁ་ལ་གར་བྱུང་ན་བྱུང་བསམ་ནས་ཕར་འགྲོ་བ་ཅན་འདྲེ་དག་ཤོར་ནས་མ་གཡང་ལྷུང་འགྲོ་ཞོག་ཨོ་དེ་ཟེར་བ་དེར་འགྲོ་བ་ཁེ་སང་ཕྲན་བུ་ཞིག་ལ་བརྟེན་ནས་རང་ཉིད་ཉེན་ཁའི་ནང་ལྷུང་མ་འཇུག་ཟེར།

སྤྱི་ཚོགས་ནང་རང་ཉིད་ལ་གཏམ་ངན་གང་བྱུང་མི་ལྟ་བར། རང་ལ་གང་དགོས་པ་དེ་རང་ལ་དགའ། དཔེར་ན་ཁྱེད་རང་ལ་རྒྱུ་ནོར་ཞིག་དགོས་ཀྱི་ཡོད་པ་ཡིན་ན་རྒྱུ་ནོར་གསེར་དེ་ང་ལ་བྱུང་ན། ང་ལ་བརྟེན་སྤྱི་ཚོགས་ནང་ལ་གཏམ་ངན་བྱུང་ན་བྱུང་རྐུན་མ་བསླབ་ན་བསླབ་ཇག་པ་བསླབ་ན་བསླབ་འོ་ད་ག་རེ་བསླབ་ན་བསླབ་བསམ་ཡ་བྱེད་རོགས་ཨོ་དེ་རང་ལ་གང་དགོས་པ་དེ་དེ་ལ། དེ་ལ་ཆགས་པ་ཆེ་དྲགས་ན་སེམས་ཆགས་པ་ཕ་མ་ཆགས་པ་ཆེ་དྲགས་ན་དགོས་ཡག་དེ་ཆགས་པ་དེ། འདོད་ཆགས་དེ་ཕ་གསེར་དགོས་ཡག་གི་ཆགས་པ་དེ་ཅེས་སེམས་དབང་གང་དུ་ཕྱིན་པ་ཡིན་པ།

ཐུང་ཡག་གི་ཉེན་ཁ་བའི་སྤྱི་ཚོགས་དང་ཐུང་བ་ཟེར་ན་ལས་མོད་པ་ཁྱེད་རང་གི་སྤྱི་ཚོགས་ནང་ལ་མིང་ཅན་ངན་པ་ཆགས་ཡོད་ལ་སོགས་པ་དང་སྤྱི་ཚོགས་ནང་ལ་མི་ཡི་དར་ལ་བུད་འགྲོ་བ་ལ་སོགས་པ་དང་འོ་དེ་འདྲའི་ཉེན་ཁ་ཡོད་རེད་རྒྱུ་མཚན་དེ་ལ་བརྟེན་ནས་ག་དུས་ཡིན་པ་ཡིན་ན་ཡང། ཁེ་བཟང་དང་སྡུག་གྱོང་གཉིས། ཁེ་བཟང་དང་གྱོང་གཉིས་ག་དུས་ཡིན་པ་ཡིན་ན་ཡང། ཁོ་གཉིས་བསྡུར་ནས་ཁེ་བཟང་ཁེ་བཟང་ཆད་འདུག་གྱོང་ཆད་ག་དུས་ཡིན་ན་ཡང་དེ་གཉིས་བསྡུར་ནས་ལས་ཀ་བྱེད་དགོས་ལས་ཀ་གར་བྱེད་པ་ཡིན་ན་ཡང་འོ་དེ་ཕྲན་བུ་ཁེ་བཟང་ཆུང་ཆུང་གཅིག་ལ

ད་གཉིས་པ་དེ་ག་ཟེར་ན་ནི་ཁེབས་སྲང་ཆེན་པོ་དེ་ཁེབས་སྲང་ཕྲན་བུ་གཅིག་ལ་བརྟེན་ནས་ཆུང་ཆུང་གཅིག་ལ་བརྟེན་ནས་འོ་ཉེན་ཁ་ལ་ཉེན་ཁ་ལ་འགྲན་སྡུར་མ་བྱེད། དེ་ནས་གོ་ཕམ་ག་དུས་ཡིན་པ་ཡིན་ན་སྤྱི་ཚོགས་ནང་ལ་རང་ལ་དགོས་ཡག་གི་བྱ་གླག་ཅིག་ཡོད་པ་ཡིན་ན་དེ་ལ་དེ་ལ་ཆགས་པ་བྱེད་འཕྲད་ན་གཏམ་ངན་ག་རེ་བྱུང་ན་བྱུང་བསམ་ནས་དེ་ལ་ཆགས་པ་བྱེད་འཕྲད་པ་ནི་ལས་མ་འོས་པ་ཁྱེད་རང་ཕུང་ཡག་གི་ཉེན་ཁ་ཡོད་རེད་རྒྱུ་མཚན་དེ་ལ་བརྟེན་ནས་ག་དུས་ཡིན་པ་ཡིན་ན་ཡང་སྤྱི་ཚོགས་ནང་ལ་གཟབ་གཟབ་བྱེད་དགོས་རེད་ཟེར་ཡ་དེ་གནད་འགག་རེད་འོ་དེ་བར་དུ་ཚར་བ་བྱས་ཏེ་མ་མཁྱེན་པ་ཡོད་ན་ག་དུས་ཡིན་པ་ཡིན་ནའི་ངས་རྟག་ཏུ་ཞུ་བ་ནང་བཞིན་ཚུར་ལ་སྐད་ཆ་དྲི་རུ་ན་ཞུ་གི་ཡོད་དེ་ཚང་མ་ལ་ཏོག་ཙམ་མཁྱེན་ཡོད་པའི་རེ་བ་ཞུ་གི་ཡོད།